རྒྱ་ནག་གུང་ཁྲན་ཏང་གི་ཚོགས་ཆེན་སྐབས་བཅུ་བདུན་པའི་ཐོག་ལ་ཐག་གཅོད་བྱས་ཟིན་ཡོད་པ་རེད། ད་རེས་རྒྱལ་ཡོངས་འཐུས་མིའི་ཚོགས་ཆེན་འདིའི་ཐོག་ལ་གྲོས་བསྡུར་བྱེད་རྒྱུའི་གྲོས་གཞི་གལ་ཆེན་འགའ་ཞིག་ནི་རྒྱལ་ཁབ་ཀྱི་དྲག་པོའི་དམག་དོན་གྱི་འགྲོ་གྲོན་དང་མཁའ་དབྱིངས་ལས་དོན་གྱི་ནང་ལ་འགྲན་ཞུགས་ཐུབ་ཐབས་དང་པེ་ཅིང་ཨོ་ལིམ་པིག་རྩེད་མོའི་འགྲན་ཚོགས་དང་དེ་བཞིན་ཉེར་མཁོའི་དངོས་ཟོག་གི་རིན་གོང་འཕར་ཆ་འགྲོ་བཞིན་པ་དང་དབུས་གཞུང་གི་ལས་དོན་སྒྲིག་འཛུགས་ལ་ལེགས་བཅོས་གཏོང་ཐབས་སོགས་ཡོད་པ་རེད། ཚོགས་ཆེན་གྱི་དགོན་ཆེན་ཉིན་མོ་མི་མང་ཚོགས་ཁང་ཆེན་མོའི་ནང་ལ། རྒྱ་ནག་གི་སྲིད་བློན་དབང་ཅག་པ་ཞིས་རྒྱལ་ཁབ་ཀྱི་སྲི་ཞུ་ལས་དོན་སྙན་ཐོ་དེའི་ནང་ལ་སྲིད་གཞུང་གི་འདས་པའི་ལོ་ལྔའི་དུས་རིང་གི་ལས་དོན་གྲུབ་འབྲས་དང་མ་འོངས་འཆར་གཞི་དེ་དག་སྙན་སྒྲོན་བྱེད་པའི་སྐབས་སུ་མི་མང་གི་འཚོ་བའི་གནས་སྟངས་ཡར་རྒྱས་གཏོང་རྒྱུའི་ཁས་ལེན་ནན་གྱིས་བྱས་ཡོད་པ་རེད། ཡང་ཐའེ་ཝན་གྱི་གནད་དོན་ཐོག་ལ་རྒྱ་ནག་གི་སྲིད་བློན་དབང་ཅག་པ་ཞིས། སྤྱིར་བརྗོད་པ་འདིས་ཐའེ་ཝན་གྱི་རང་བཙན་དང་ཁ་བྲལ་གྱི་བྱ་སྤྱོད་དེ་དག་ལ་ངོ་རྒོལ་མཐའ་གཅིག་ཏུ་བྱེད་རྒྱུ་ཡིན་ཅེས་དང་སུ་ཞིག་གིས་ཀྱང་རྣམ་པ་འདྲ་མིན་དང་བྱ་ཐབས་འདྲ་མིན་གྱི་འོག་ནས་ཐའེ་ཝན་དེ་བཞིན་མེས་རྒྱལ་ནས་ལོགས་སུ་ཁ་བྲལ་ནམ་ཡང་གཏོང་བཅུག་གི་མ་རེད་ཅེས་ནན་བརྗོད་བྱས་ཡོད་པ་རེད། རྒྱ་ནག་མི་དམངས་འཐུས་མིའི་ཚོགས་ཆེན་འདི་ནི་ཕྱི་ཚེས་བཅུ་བཞི་བར་དུ་འཚོག་གི་ཡོད་པ་དང་ཚོགས་ཞུགས་འཐུས་མི་ཚོས་རྒྱལ་ཁབ་ཀྱི་སྔོན་རྩིས་འགྲོ་གྲོན་འཆར་གཞི་དང་འགོ་ཁྲིད་གསར་པ་ཁག་ཅིག་ལ་མང་མོས་གྲོས་འཆམ་བྱེད་རྒྱུ་ཡིན་པ་རེད། འོན་ཀྱང་སྲིད་འཛིན་ཧུའུ་ཅིན་ཏའོ་དང་སྲིད་བློན་ཝན་ཅཱ་པཱ་རྣམ་གཉིས་ལོ་ལྔའི་ལས་དུས་གཉིས་པ་ཞིག་གི་ཐོག་ལ་མུ་མཐུད་གནས་རྒྱུ་ཡིན་པ་རེད།